ངས་ཁྱེད་རང་གི་གསུང་དག་བདེན་རྫུན་ཏག་ཏག་བསྡད་ཀྱི་ཡོད་མ་རེད་གསུང་གི་འདུག་ཁྱེད་རང་དང་ཁྱེད་རང་འདྲ་བ་ཅི་མི་འདས། ཁོང་གསུང་ཆོས་ནས་རང་བཙན་མ་རྩོད་གསུང་ཡོད་མ་རྟག་ཟེར་གྱི། ཁོང་གསུང་ཆོས་ག་རེ་གསུང་གི་འདུག། ད་དགུང་ལོ་ག་ཚོད་རེད་ད། ངོ་ནས་ད་བདུན་ཅུ་བདུན་དྲུག་བདུན་བདུན་བརྒྱད་ཅིག་ནས་ད་ལྟ་བོད་དུ་ཁོང་གསུང་ཆོས། རྟགས། གོང་ལོ་ག་ཚོད། སུམ་ཅུ། ཉི་ཤུ་སུམ་ཅུ་ཅིག་ཉིན་མ་རྟག་པ་རེ་ཞིག་བོད་བཀའ་བློན་གནང་སྲིད་ཡོད་ན་རེད་ཆབ་སྲིད་ཀྱི་སྡིངས་ཆེན་ཡིན་ནའི་རེད། སློབ་ཕྲུག་གང་ལ་ཡིན་ནའི་རེད་རྒྱལ་མགོ་ཡོད་སའི་ཡིན་ནའི་རེད་ཆོས་ཞུ་ཉན་ཡིན་ནའི་རེད་ག་དུས་ཡིན་ནའི་དབུ་མའི་ལམ་གསུང་གི་འདུག་ལམ་སྟོན་གནང་སྲིད་དེ་ག་རེ་བྱས་ནས་ཕེབས་ཐུབ་ཀྱི་ཡོད་མ་རེད། གལ་སྲིད་མི་གཅིག་ཡེ་ཤུ་དང་ཁ་ཆེ་དང་འདྲ་ཡིན་པས་ན་གོང་ས་མཆོག་གིས་ཁྱོད་འདི་བྱེད་ཆོག་གི་མ་རེད་གསུང་གི་མི་འདུག་ཨ། རང་བཙན་རྩོད་གི་ཡིན་ཞུ་ལབ་པས་ན་གོང་ས་མཆོག་སྙན་མར་རང་བཙན་རྩོད་མཁན་དེ་ཚོ་བཀར་གནང་འདུག་ཨ། སྐད་གྲགས་ར་གྱི་འདུག་ཨ། ཡིན་ནས་གོང་ས་མཆོག་གིས་ཁྱོད་ཚོ་རང་བཙན་རྩོད་གི་ཡོད་རེད་འགྲིག་གི་མ་རེད་གསུང་སྲིད་གི་རེད། ཁྱེད་རང་དང་ང་ལམ་གཞི་སྤྱི་ཚོགས་དྲ་ལམ་གང་ལ།

མིག་གི་འཕྲིན་འཕྲིན་དང་མཐུན་པ་དང་ལུས་དང་མཐུན་པ་ལུས་ལམ་དང་ལུས་སྲོལ་དང་མཐུན་པ་དེ་ཚོ་བྱེད་པ་དེ་ཚོ་འཕྲིན་འགེལ་གི་རེད་ཟེར་ཞེས་བཤད། ཨ་ནི་ཕ་གིས་མོང་ཀོ་ཀྲི་ལ་ཡ་རྒྱ་ར་ག་གཞུང་གི་འཕྲིན་དང་འགལ། བཙན་བྱོལ་སྒྲིག་འཛུགས་ཀྱི་འཕྲིན་དང་སྒྲིག་གཞི་དང་འགལ། ཡ་རབས་སྤྱོད་བཟང་དང་འགལ། བོད་མིང་གི་བོད་མི་མང་བོད་མི་མང་སྤྱི་འཐུས་ཀྱི་སྐུ་ཚབ་བོད་གཞུང་གི་སྐུ་ཚབ་ལ་ངོ་རྒོལ་བྱས།

མོན་གྷོ་དུ་ཡོད་པའི་མི་མང་དེ་ཚོ་ཚོགས་འདུ་ཡོང་ནས་ཡར་ལངས་ནས་འགྲོ་མ་ཆོག་ག་རེ་ཡོད་རེད་ཟེར་གྱི་ཡོད་རེད། དཔེར་ན་ཆ་བྱས་ན། ཡིན་ནའི་སྤྱི་འཐུས་ནང་དེ་ཉིད་དེ་ཚོ་ང་ཚོའི་གླ་ཆ་སྟེར་དགོས་རོ། ཁོ་ཚོའི་ལས་འགན་དེ་ཡར་ལངས་ནས་འགྲོ་ཡ་མ་རེད། ཁོ་ཚོའི་ལས་འགན་དེ། དཔེར་ན་ཆ་བྱས་ན། འོས་ཤོག་བླུག་ཡ་གི་དུས་ཚོད་སླེབས་ཟིན་ན། ཨོ། རྒྱབ་སྐྱོར་ཡོད་དང་མེད་གང་འགྲོ་ཡ་རེད་མི་འདུག་ཅིག་ཡར་ལངས་ནས་འགྲོ་ཡ་གི་ལས་འགན་དེ་ཁོ་ཚོ་མ་རེད།

ཐག་གཅོད་དགོས་རེད་ཞུས་ཡ་ཡིན་ད། ད་འོས་མ་འདུག་ཞྭ་ར་སྐོར་ནས་དཔེ་མ་ལེན། རང་གྲོགས་པོ་དེ་ཚོ་ཡིན་པ་ཡིན་འོས་མ་འདུག་ཞྭ་ར་ལ་འདུག་བ་འདུག། དྲུག་པོ་ག་རེ་བཤད། སུ་ལོ་ང་རེད་དོ། ལོ་ང་ལ་ནི་མིས་ཞྭ་ར་མིས་མ་མཐོང་ཡ་དེ་ཚོ་ལོ་ང་ལགས་རེད། སུ་ལོ་ང་ཡིན་ན་ངེད་རང་མཐོང་མོ་སུ་ར་ང་སྤྱི་ཚོགས་དྲ་ལམ་ཁང་ལོ་ང་ཅིག་ཐུག་མྱོང་མེད་པ། སུ་ལོ་ང་རེད་བྱ་ཟེར་དུས་སུས་རྫུན་མ་བཤད་ཟིག་གོ་རེད།

མོ་རང་སྐད་ཆ་ག་བ་ཤེས་ནས་ཤེས་ང་ལ་ཆེ་བ་ཅིས་མི་འདུག་གང་ལྟར་མོ་རང་གིས་དྲང་ཁོ་རང་གིས་ནོར་འཁྲུལ་བྱས་པ་དང་ནོར་འཁྲུལ་ཁས་ལེན་བྱེད་ཁ་གི་ནང་དུ་ཁ་ལ་བསྲེ་ཡ་གི་འདོད་པ་བྱེད་ཀྱི་འདུག་ཨ། ཡིན་ནའི་རང་རྒྱལ་གཞི་འབངས་དེ་ཚོ་གིས་ད་གང་ལྟར། སུ་སུའི་གིས་ག་རེ་བཟོ་གི་རེད་ད། སུ་སུའི་གིས་བྱེད་རྒྱུ་དེ་ཁས་མ་ལེན་པ་ཡིན་ན་བོད་གཞུང་གིས་ཐག་གཅོད་བྱས་པ་དེ་མ་ཉོན། དེ་ནི་མཐའ་གཅིག་ཏུ་རྒྱ་གར་གཞུང་ལ་གཏུགས་རྒྱ་གར་གཞུང་གིས་ཐག་གཅོད་ཡག་པོ་བྱས་དང་དྲང་པོ་དྲང་བཞག་བྱེད་ག་ན། ང་དྲང་པོ་རེད་ཟེར་གྱི་ཡོད་རེད་ད་མི་དེ་བུ་མོ་དེ། ཁ་ནང་ལ་ཁ་སོས་ཡ་གི་སོ་སོའི་ནོར་འཁྲུལ་དེ་ཚོ་སོ་སོའི་ཁས་ལེན་བྱེད། དེ་རང་འཛམ་བུ་གླིང་ནང་ལ་མི་སུ་འདྲ་ཅི་ཡིན་པ་ཡིན་ན་ཡང། ནོར་འཁྲུལ་བྱེད་སྲིད་རེད་བ། ཨ་ནོར་འཁྲུལ་བྱེད་པ་དེ་ཚོ་ནོར་འཚུལ་ཁས་ལེན། ཨ་ནི་ཁ་གི་ནང་དང་ཁ་གི་སོས་ནས་འགྲོ་ངེས་ཀྱི་རེད་བ། ཡིན་ན་ད་རང་རྒྱལ་ཞེ་ཕན་དེ་ཚོ་ལྟ་ད་ད། ཐ་མ་དེ་ལ་སོ་སོ་ཕལ་གི་ཉེན་ཁ་འཕྲད་འགྲོ་དེ་འདྲའི་རང་བྱས་པ་རེད་ད།

གཞན་ནི་ཕང་ཡོད་མ་རེད་གཞན་ནི་ཁེ་སང་ར་ཡོད་རེད། འབྱུང་ཁུངས་འདི་བུད་མེད་ཚོ་བོད་ཀྱི་ལོ་ངོ་སྟོང་ཕྲག་དེ་གི་ཚོ་པེ་ཤ་གསོ་བ་དེ་ཕར་འགྲོ་སོང་སྟངས་རེད། དང་ན་གཞན་གྱི་དག་ཅིག་ག་ལ་བ་རེད་ད་དེ་འདྲ་མ་མང་པོ་ཡོད་རེད་ད་དུང་རང་རྒྱལ་ཞེ་ཕོང་བྱེད་འདི་ངས་དེ་ཚོ།

ནི། ད་ལྟ་ཁོང་ཚོ་གཞི་རིམ་མི་མང་ལས་འགུལ་གྱི་མི་དེ་ཚོ་ཡིན་པ་ཡིན་ནའི་ལས་འགུལ་སྤེལ་ན་ཁྲིམས་སྒྲིག་གཞི་ནས་བརྒལ་བ་རེད་ཟེར་དེ་ཚོ། འདི་ཨ་ཅག་འདི་བཤད་སྟངས་རེད། རྒྱལ་དོ་རྒྱལ་མི་དོ་སྙད་གང་ལ་འགྲེལ་བཤད་རྒྱག་ཡིན་པ་གནས་ཚུལ་གི་འདྲ་བྱུང་ཡོད་མེད་དང་བྱུང་རིམ་དེ་ཚོ། བྱུང་རིམ་བལྟས་ན་གོ་སྒྲིག་བྱས་པའི་གིས་ངོ་རྒོལ་བྱེད་སྟངས་དེ་རེད་དེ། ཁོང་ཚོ་གཅིག་བྱས་ན་ཆ་ཤས་གཞན་པའི་ཡོད་སྲིད་པ་ར། འདི་འགྲོ་དེ། ཚོགས་ཁང་ནས་མར་ཐོན་ཕྱིན་པ་དེ་ལ་ཨ་ནི། ཆོག་མཆན་ཞུ་དགོས་ར།

ཁྱེད་རང་ཁྱེད་རང་ལོ་ལྔ་ལ་བསྡུ་བ་བསྡུ་ལ་ཡིན་ད་འགོ་ཚུགས་ས་ཆུ་བོད་ཀྱི་ཤི་ཀྲི་བ། ལོ་ལྔ་དང་ཡོང་འབབ་དང་དུས་ཚོད་ཁྲལ་དེ་གི་གཉིས་རྗེས་ཁོ་རང་ཚོ་ལ་ཆ་ཆེན་ཚང་དགོས་ཡ་དུ་ཚང་གི་མེད་དུས་ག་དུས་ཡིན་ན་ཡང་ཅི་སྐད་ཆ་ག་རེ་བཤད་བ་ཡིན་ན་ཞེན་པ་དེ་ཚོ་བཤད་མ་ཐུབ་པ་ན་ཤེས་ཀྱི་ཡོང་སྲིད་ཀྲི་བ་ཡིན་ན་ཁྱེད་རང་ལ་དེ་ཚོ་འཚོལ་གིན་འཚོལ་གིན་ལ་ཁྱེད་རང་ལོག་བཤད་རྒྱག་གི་འདུག་ཁྱེད་རང་ཤེས་ཀྱི་མི་འདུག་ཁྲིན་ད་འདི་ཤེས་ད་འདུག་ངས་ཤེས་ཀྱི་ཡོད་ས་དེ་རེ་མ་ཤེས། ཁྱེད་རང་འདི་ལུས་ཞིག་ལས་བྱ། ཨིན་ཇིའི་ཐོག་ནས་ཞིག་བར་སེམས་འཛམ་བུ་གླིང་གཞན་པ་ཅིག་ནས་འགྲོ་ནས། སོ་སོའི་གི་སེམས་པ་ནི་སེམས་པ་ཚངས་པ་གང་གི་འཕྲིན་སྐད་རེད་འཕྲིན་ཐུང་རེད། ཟེར་ནས་བཤད་འགྲོ་བསྡད་ཀྱི་འདུག་དོན་དངོས་པོའི་ཐོག་ལ་མ་བབ་གི་མི་འདུག་འདི་ལ་དགོས་ད། ད་ཁྱེད་རང་སུ་ལ་ཡིད་ཆེས་བྱེད་མ་བྱེད་ཁྱེད་རང་འདོད་པར་བ་ཤོག་གཉིས་ཀའི་གི་སྒྲ་གདངས་སྒྲ་གང་ཙམ་འདུག་བ། ཅིས་འདི་གི་བཤད་པ། ཤོག་ཅིས་འདི་གི་གཞི་རིགས་མི་མང་འདི་ཚོས་འགོ་རྒོལ་བཏང་འདུག་བ། ཨ་ནུ། མོ་ལ་ལོ་ཞིག་གི་ཨེ་ཤི་རི་མི་མ་དེ་ཚོ་ཅི་བྱས་པ་ཡིན་ན་དེ་ཚོ་ཁས་ལེན། མོན་གྱི་འགན་ཡོད་རེད་ཟེར་ཅེས་བྱས་ནས་མ་སྦིས་ཞེས་བཤད་ཡོད་ཟེར་བ་དང། ཨན་དེ་ལ་བྲག་ཡག་བྲག་ཡག་གར་ས་དེ་ཨ་ཅག་དེ་གིས་སི་རེ་ཟེར་ངེས་རེད་གསལ་བཤད་བྱས་འདུག་བ། ད་གསལ་བཤད་བྱས་ནས་བདེན་པ་མེད་ན་དེ་ནི། ཡང་རྒྱུ་ཅག་དེ་ཨ་ནི། ཉེས་རྟོག་པ་ཚོ་ལ་སྒྲོ་བསྐུར་འོས་ན་སྒྲོ་གིན་ལག་གི་འདུག་བ། མོ་གིས། དྲང་པོ་ཡིན་མོ་སྐད་ཆ་བཤད་པ་དེ་བདེན་པ་ཡིན། ད་ལྟ་དགུ་བྲག་ཟེར་གྱི་ཅི་ཅི་ཡི་སྐད་ཆ་དེ་ཚོ་བདེན་པ་མ་རེད་ཟེར་བདེན་པ་བཤད་བྱ་འགྲིག་རེད་ཟེར་ག་ཡོད་མ་རེད་ཟེར་ལབ་གི་འདུག་ཨ། རང་རྒྱལ་གཞན་ཕན་དེ་ཚོ་གི་མི་མང་དེ་ཚོ་མགོ་སྐོལ་བཏང་བྱས་བྱས་ནས་ཡང་ན་ག་ཚོད་རྡ་རམ་ས་ལ་འགྲོ་དུས་ཡང་མགོ་སྐོལ་བཏང་རེད་ཟེར་ནས་ཁོ་རང་ཚོ་བཤད་ཀྱི་འདུག་ང་ཚོ་བཤད་མ་དགོས་བྱས། ད་ང་ཚོ་བཤད་ན་ཁྱོད་ཚོ་ཁྱོད་ཚོ་བཤད་དེ་བདེན་པ་མ་རེད་ལབ་གི་རེད་བ། ཁྱེད་རང་ཚོ་ནང་ཚགས་ཀྱི་མིས་མགོ་ཁྲིད་ངེས་དང། དེ་ཚོ་ཁྲལ་དེ་གི་དཔེ་ཤག་ཤུགས་ཆེན་པོ་བཏང་ངེས་དེ་ཚོ་གི་ལ་དུ། གཞི་རིམ་མི་མོ་དེ་ཚོ་འགོད་དགོས་བཏང་གི་རེད་ཟེར་ཁག་ཡོད་མ་རེད་ཟེར་སྒེར་སྒོ་རེད་ཟེར་བྱས་ནས་མགོ་ཁྲིད་ངེས་དེ་ཚོ་རེད་དོ། ང་ཚོས་ཤེས་བ་མ་རེད་ཁྱེད་རང། ད་ལྟའི་གི་ཕྱོགས་གཉིས་ཀའི་དེ་ཉོན་ཅིག་བྱས་ནས་ཨ་ནི་བདེན་པ་ཡོད་ན་མཐའ་མར་སྐད་ཆ་བཤད་ངེས་དེ་ད་བུ་མོ་སྤྱི་མེས་དེ་རེད་བ། ད་སྤྱི་མེས་དེ་སྐད་ཆ་བདེན་པ་མེད་ན་དེ་ནི་ད།

མ་དོ། ད་ཁྱིང་རྒྱང་ཡོད་ན་ཁྱོད་ག་འདྲ་སྒྲིག་འཛུགས་ཀྱི་འདུག་ཁྱོད་ཀླད་ཀོར་རེད་ཤ་ད།
དེ་གཞི་རིམ་མི་མང་གི་འཐུས་མི་ང་མ་ར་ངོ་ན་ཡིན། ཡིན་ནའི་ལས་གནས་ཚུལ་གང་ལ་བལྟས་ནས་དཔྱད་པ་བྱས་ནས་བཤད་གི་ཡོད་ར་མི་དེ་ཤུ་གུ་དེ་སྤྲད་སྐད་ཅི་ར་བཤད་ག་བྱས་བཤད་མུ་ཐུག་བྱས་མ་ཡ་ལང་ནས་མ་དོན་དྲུག་བསྡུས་ཙམ་པ་སྐྱེ་མེད་དེ་ངར་སོ། ཀོ་འཛུགས་ཉེ་དེ་སྐྱེ་མེད་ར།

ཨ་ནི་ཐ་མའི་ཐག་གཅོད་དེ་གལ་སྲིད་སུས་ནོར་བ་ཡིན་ན་ཐག་གཅོད་དེ་སུས་བྱེད་དགོས་ཀྱི་ཡོད་རེད། བོད་མི་མང་གི་སྐུ་ཚབ་སྡིག་གི་བྱེད་སྒོ་རུ་ཉོན་མི་འདོད་བ་ཞིག་རང་རྒྱལ་གཞིས་པ་འདི་ཚོ། དང་པོ་ཁོ་རང་ཚོ་གི་མ་གའི་གཞིས་མགོ་ལ་ཡར་ཞུ་ག་འགྲོ། བོད་གཞུང་སྐུ་ཚབ་ཚོ་ཡར་ཞུ་ག་འགྲོ། ད་སྐུ་ཚབ་ཀྱི་དོན་གཅོད་ཀྱི་ངོས་ནས་ཐག་གཅོད་བྱེད་འོང་དུས་སྐུ་ཚབ་དོན་གཅོད་ལ་བརྩི་བཀུར་མ་ཞུ་བ་བྱེད་རེ་རེན་རང་རྒྱལ་གཞིས་པའང་བྱེད་བྱེད་ནས་ཨ་ནི་མ་འགྲོ་འདུག་ཨ་ནི་ག་བ་དྲང་པོ་བྱེད་མི་དེ་ནས་ཧ་གོ་རུ་བ།

རྗེས་ནས་ཁྱེད་རང་མཐོང་འདུག་ཨ་འདྲེ་ཞེས་རྒྱག་བས་མི་འགྲོ་བར་ཁྱེད་རང་ལོག་བཤད་རྒྱབ་ནས་བསྡད་རོགས། ངས་ནི་དེ་འདྲའི་མཐོང་སོང་ཨ་ནི་ཁྲིམས་འགལ་ཡིན་མེད་དང་ང་རང་བསམ་ཚུལ་བཤད་རེད། གལ་སྲིད། ང་ཡང་གང་ལ་མི་གཅིག་གིས་ཁྱོད་བསད་དགོས་གཏུགས་དགོས་ལབ་པ་ཡིན་ན། ངས་མི་དེ་ངའི་མདུན་ལས་བཤད་པ་ཡིན་ན་ངས་མི་དེ་ད་ག་བྱ་གི་མ་རེད། འདི་མཁན་པོ་ནང་ལ་བྱས་ཙང་ངའི་ལག་གི་ཐོག་སྤྱི་ཚོགས་དྲ་ལམ་གང་ལ་སྡོང་པོ་སྟོན་མ་ཉུལ་ད་ཡིན་ཟུང་ང་དཔེ་ཉོག་པོ་འདུག། ག་ཚོད་ག་ཚོད་ཤེས་ནས་བིན་ནས་ལས།

ཅི་ཁྲིད་ལ་ཅི་སྦྱོང་ཡོད་སྲིད་ཅི་ཅི་སློབ་སྦྱོང་ལ་ཅི་ཡོད་སྲིད་ཅེས་བཤད་འདོད་ཀྱི་དོགས་འདི་ནི་ག་རེད་དེ་འདྲས། སློབ་སྦྱོང་ཡོད་ངེས་དེ་དེ་ཚོ་ཅི་གྲངས་འབུར་འདྲ་བོ་ཅིག་དང་ཡང་ན་ཅི་ག་སོ། ཁྲིད་འདི་འགྲིག་གཞི་ཐོན་པ་དང་ཡ་རབས་སྤྱོད་སྲོལ་འདི་ཐོན་པ་དེ་འདྲས་གང་ཡང་བཤད་ཡ་མི་འདུག་ཨ། ད་དེ་འདྲས་ཡི་གེ་འདྲ་ཅིག་སྦྱང་ཡང་མ་སྦྱང་ན་ཡག་གི་རེད་བ་ལྟར་འདུག། དེ་འདྲས་ཡིན་པ་ཡིན་ན།

ད་ངས་ཁྱོད་རང་ལ་སྤོ་པོ་ཐོམ་བུ་སྒར་ན་ག་རེ་ཞུ་ཆོག་གི་ཡོད་རེད་ཟེར་ན་ངས་ཀྱི། ཞེན་རྒྱུས་མ་བརྗེད་པར་སྐད་ཆ་རྩ་ནས་བཤད་གི་མ་རེད། ཟ་བ་ཉིན། ཨ་ནི་ཁྱི་ག་ཚོར་མི་གཞན་པ་གཅིག་ལ་མ་ཉན་ཁ་ཡོད་ག་དུས་ཡིན་ན་བྱེད་གི་མ་རེད། འོ་དེ་ཁྱོད་རང་ཤེས་པ་བྱེད་རོགས་གྱིས། སྡོང་པོ་བསྟན་གི་ཡོད་ན་འདྲ་བསྟན་གི་མེད་ན་ཡིན་ན་འདྲ།

སྐད་ཆ་པོ་ཉོས་ཀྱི་མི་འདུག་ཡིན་ན་ངས་དྲ་བདག་དང་མགོ་ཞིག་གི་མེད་ག་འདྲི་ཞིག་ཡིན་པ་ཡིན་ན་བོད་པའི་སྤྱི་བོ་ལ་སོ་ནོ་བཏང་མཁན་ཡིན་པ་ཡིན་ན་ཡང་ག་སུ་རེད་ཤོང་སྐད་ཆོས་བསྟན་མཁན་ཡིན་ན་དེ་ངས་ཤེས་ཀྱི་མེད་ལབ་སོང་མ་འདུག་ངས་དྲ་བདག་དང་མགོ་ཞིག་གི་ལབ་མེད་ད། རྒན་ཁི་ཏོང་ལ་ལྟ་ན་རྒན་ཁི་ངན་ཡིན་པའི་ཟུར་ཆོ་མི་འདུག་ག་ཡིན་ཟེར་ན་འདི་ན་པར་འདྲ་མི་འདྲ་བཏང་གི་འདུག་བ་རྫུན་བཟོ་བྱས་ནས་ཕྱོགས་གཉིས་ཀའི་ངང་ལ་སྟོན་གྱི་འདུག་བ་དེ་ཚོ་ལ་སྟངས་འཛིན་བྱེད་ཀྱི་མི་འདུག་བ། གངས་ཅན་སྨན་ལ་འདི་ལ་སུ་སུ་སུ་སུ། ག་ལ་བར་སྐྱག་འདི་ལ་སྐྱག་པའི་རྐུབ་བཀྱག་ཟ། ཁྱེད་རང་གིས་ཞིབ་འཇུག་བྱས་ནས་བཤད་མགྱོགས་འདི་ལ། ངས་ང་རང་གི་བསམ་ཚུལ་དང་ངས་ཞིབ་འཇུག་བྱས་ནས་ཁྱེད་རང་ཤེས་གི་ཡོད་རེད། དཔེ་ནི་ཤེས་བྱ་ནི་དབུ་མའི་ལམ་དང་རང་བཙན་གང་ལ་གོང་གསུམ་ཆོལ་ཁས་ཁྱེད་རང་གསུང་གི་འདུག་ཨ། ནི་རང་བཙན་རྩོད་ཆོག་གི་མ་རེད་གསུང་ཡོད་མ་རེད། ད་འདི་ཁྱེད་རང་གིས་ཞིབ་འཇུག་བྱས་པའི་སྐད་ཆ་རེད་བ། ད་ངས་ག་རེ་ཟུར་བར་ཟེར་ན་གོང་ས་མཆོག་གི་ཉི་མ་རྟག་པ་ག་དུས་ཡིན་ནའི་ལས། དབུ་མའི་ལམ་འདི་ཁོ་རང་གི་ལམ་སྟོན་གནང་གི་ཡོད་རེད་འདི་ལ་ག་རེ་བྱས་ནས་ཤར་རྒྱུད་འགྲོ་ཐུབ་གི་ཡོད་མ་རེད། འདི་ངའི་ཞིབ་འཇུག་བྱས་པའི་སྐད་ཆ་ཡིན་ད། དེ་ཚོ་ཚང་མ་སོ་སོ་སྐྱག་པའི་རྐུབ་བཀྱག་ནས་ཕན་ཐོག་གི་མ་རེད་ཤེས་ས། ང་རང་ཉིད་ཅུ་གོ་མ་ར

སོ་སོ་བོད་ལ་འགྲོ་དུས་རྩོམ་པ་སྐད་ཆ་དེས་བོད་པའི་བོད་མི་དེ་ཚོ་ག་རེ་བསམ་གི་འདུག་བསམ་ཚུལ་དེ་ཚོ་སོགས་བསྡུ་རུབ་བྱེད་དུས་རྩོམ་པ་ཨ་ལས་ཀ་དེའི་དངོས་གནས་ཡིན་ས་རེད་བསམ་ནས་ཤར་སྐྱོད་འདུག་འོར་ད་ཀྱང་དངོས་གནས་བོད་ནང་གི་བོད་མི་གི་ག་རེ་བསམ་ཚུལ་དང་རེ་བ་དང་འདི་ཚོ་དཔྱད་པ་བྱེད་མྱོང་ཡོད་པས། ངོ་ནས་ཡིན་ད། ཁྱེད་རང་འདྲ་བོ་བྱིས་ནི་རང་བཙན་རང་གནས་ལས་བོད་ལོས་སུ་མ་རེད་ངོ་ནས་ཡིན། ཨིན་ཇི་དེའི་གསར་འགྱུར་རུ་བྱེད། ཨ་ས་ཨྱི་ཏི་ད་ག་ཤེས། ཡ་ཡ་དེ་འདྲ་རུ་བྱིས། ནས་སྐྱག་པའི་རྐུབ་ཀྱང་མ་ན་ལོ། ཁྱེད་རང་གི་དཔྱད་པ་བྱེད་པ་ནང་བཞིན་མི་བྱིས་གོ་རེད་དེ་ལས་ཡིན་ནས་ཁྱེད་རང་ཚོ་གི་དཔྱད་པ་བྱེད་སྟངས་དེ་ཁྱེད་རང་ཚོ་ལང་ཀ་ནོར་ནས་འགྲོ་གི་འདུག་ཟེར་གོ་རེད་དེ་ལམ་སྟོན་གནང་མཁན་ད་ལྟ་སྐུ་ཧྲིལ་པོ་བཞུགས་ཡོད་རེད་ད།

གོང་ས་མཆོག་ལ་འདོད་པ་ཡིན་ན་སྤྱི་ཚོགས་དྲ་ལམ་གྱི་རྣམས་ལ་བྱ་ཡག་དུ་མ་རེད་མགོ་ཚོས་སོ། སོ་སོའི་གི་ཆོས་དབང་ལ་ཡག་བཞག། ཆོས་དབང་ལ་ཡག་བཞག་དེའི་མདུན་ལ་ཡང་ཆར་པ་ཕུལ། ཅི་ནས་བྱ་ཡག་དེ་རེད། གོང་ས་མཆོག་གི་མང་ཚོགས་དུ་མར་གནང་ཡོད་རེད་མང་ཚོགས་ནང་ཡག་མ་གནང་བ་མ་ཚད་ཀྱི། མང་ཚོགས་ནང་ལུས་འགལ་ཆེན་པོ་བརྩི་ནས་ཕ་གི་བོད་ནས་ཞུ་དུས་ནས་བཅས་ལོ་ངོ་ཆུང་ནུ་ཁུག་ནས།

ྋགོང་ས་མཆོག་གི་མཚན་གྱི ྋགོང་ས་མཆོག་བཀའ་བཞི་ཤར་འགྲོ་ནི། ཨེ་ནི་དངོས་གནས་ད་ལྟ་སོ་སོའི་ཕ་ཡུལ་ལས་ལོག་མུ་མཐུད་སོ་སོའི་ནང་མི་ལས་ཁ་བརྡ་བཏང་ཡ་མེད་པ་ཆགས་སོང་ཨ། ཡུན་ནས་འགྱོད་པ་མེད་ད། སང་ཉིན་ཕྱི་ནས་ལས་དེ་རིང་འགྱོད་པ་མེད་ཨེ་སེ་ཡིན། ྋགོང་ས་མཆོག་གི་མཚན་མ་མཁྱེན་ན་སུའི་མཚན་མཁྱེ་བོར། སྟབས་ཡག་ན་ང་རང་མེ་ཙི་ན་བླ་མ་འདྲ་མ་འདྲ་མེད་པ། རིང་མི་ཟད་ཅིག་གསུང་གི་འདུག་དེ་འདྲའི་ཤིང་སྨྲས་པ་ང་རང་རྩ་བའི་བླ་མ་གཅིག་རང་གཅིག་ཅི་ཡོད་སྟབས་ཡང་ནི་རེ་ད་དེའི་མཚན་མ་སྐྱེས་པས་ན་སུའི་མཚན་སྐྱེ་བར། དེའི་མཚན་མ་སྐྱེས་པ་ལ་ཁ་ཅིག་ལ་ཀི་དག་ཁོང་སུ་ཆོག་མཚན་སྐྱེས་ན་ཅི་ཅི་མ་མ་ཁོང་སུ་ང་ཡག་རུ་ཚིག་འདུག་རྒྱ་གུང་བྲན་ཏང་གིས་སླེབས་པས་ན་དེ་ཚོ་མི་དེ་ཚོ་བཀྲུས་ཤ་བསམ་ས་ར་ཅི།

མི་རིགས་གཅིག་རིང་གཉིས་མི་དུ་མའི་འཕྲོད། བརྒྱ་ཆ་དགུ་བཅུ་གོ་དགུ་དང་ཚ་དགུ་གི་མཐའ་གཅིག་ཏུ་དོད་པ་ཆེར་འགྲོ་གི་རེད། ཆུ་མཛོད་ཁྲལ་དེ་གའི་ག་དུས་ཡིན་ན་གཅིག་དྲིལ་བུ་ཆེ་མདོག་བྱས་ནས་ཁྱུ་ཚོགས་དཀྲུགས་ཤིང་རྒྱག་འགྲོ་དེ་ནི། ད་ལྟ་སྡེ་དགེ་མར་དང་གུང་ས་མཆོག་གི་མཚན་དེ་མ་ག་དུས་ཡིན་ན་སྨོས་དུ་འཇུག་ཡོད་མ་རེད།

གོང་ས་མཆོག་གི་མཚན་དང་གོང་ས་མཆོག་གི་དེ་ཚོའི་བཟང་སྤྱོད་ཀྱི་ཐོག་ནས་བེད་སྤྱོད་བཏང་གི་རེད། ཕྱི་ཚུལ་གྱི་རང་བཙན་མ་ཚོས་གོང་ས་མཆོག་ལ་དོད་པ་ཡོད་ན་ལབ་གི་དང་དེ་གི་རིགས་དེ་བེད་སྤྱོད་བཏང་ཡས་ཡོད་མ་རེད་ལབ་བར་ཐང་ངེས་སྲིད་ན། གོང་ས་མཆོག་གི་ང་ཚོ་ལ་ཡ། མང་གཙོ་ལ་ལུགས་མ་གནང། ཨ་ནི་རང་བཙན་རྩོད་ཆོག་གི་རེད་ཟེར་ད་ཞེས་ནས་མ་ཚ་པོ་གསུངས། ད་ནང་བཞིན་གྱི་ང་རང་ཚོའི་བཙན་བྱོལ་སྒྲིག་འཛུགས་ལ་མང་གཙོ་ཆ་ཚང་གཅིག་བཙུགས་ཉེས་ཆ། ཆ་དེ་དེའི་ནང་ལ་ཡ་ད་ག་འདྲ་རང་བཙན་རྩོད་ངེས་ལ་ཡ་གུ་ཞིག་ཡོད་སྲིད་ཀྱི་མ་སུ་གིས་སུ་གིས་ལ་ཡ་ད་དུང་ཆུ་མཛོད་ཁྲེ་དེ་གས་གོང་ས་ཆོས་ལ་དོད་པ་རང་བཙན་རྩོད་ཡ་དེ་ཨ་ནི་གོང་ས་ཆོས་ལ་ཡ་དོད་པ་ཡོད་མེད་གང་ལ་མ་ཁྲེལ་གི་དོ་བ་དེ་ནོར་ཚ་རེད་ལ་ཡིན་ད།

ད་རིང་ལས་ཀ་དགུན་སེང་ཡིན་པ། འོ་ད་ཡར་ལངས་བྱེད་ཅེས་ན་ཡང་ནང་གཙང་མ་ཟོས་རོགས་གྲོགས་མོ། ཉི་མ་གཅིག་གི་ལས་འགན་དེ་ད་གཅིག་དགུན་སེང་ཉི་མ་དེ་ལ་ཡང་ནང་ལ་ཙག་གི་ཙག་གི་བྱེད་ཡ་དེ་རེད་དོ། འོ་ད་དེ་འདྲ་ཡིན་དེ་ནི་ད་ང་རང་ཚོས་ཞིབ་ཞིབ་བྱས་ཚེ་དྲ་ཐོག་ནས་ཞིབ་བཤད་དེ་ནས་བྱས་ཚེ་བྱ་ཡ་མ་རེད་ད་རེད་བ། ཨོ་ཁེ་དེ་དེ་འདྲ་ཡིན་ད་དེ་གི་ལ་ད་དེ་འདྲ་ཞིག་ག་ལ་ཚང་བྱ་དགོས་མ་རེད། ད་ཁྱེད་རང་གིས་ལབ་པ་ན་ཞིག་ད་བཤད་ནས་ལ་གོ་རེ། སྐུ་འབའ་ཆོས་ནི་མ་ཚང་ཞིག་ད་ཨ་དམ་རུ་རྒྱབ། གངས་ཅན་མ་ལ་ད་ལྟ་འདི་འདྲར་བྱིན་ད་མོ་ར། མོ་ར་ཡིན། ག་ད་ང་བདེ་སྐྱིད་ངོས་ནས་བཤད་ན་རེ་ད། ཁ་ཅིག་གསུང་གི་འདུག་རང་བཙན་བཙོན་ནས་འགྲིག་གི་ཡོད་རེད་དབུ་མའི་ལམ་ཕྱི་ནས་འགྲིག་གི་ཡོད་ཟེར་ཏེ་ང་འདི་ཏག་ཏག་ཞིག་དེ་གི་མེད་པ་མཐོང་གི་ཡོད་པ། རྩང་པ་སྒང་པའི་སྒང་པའི་གླིང་དགུ་བཏང་གིས་བཏང་གིས། ཡོང་ཡ་ཡོད་མ་རེད་རྩང་པ་སྒམ་ན་རྩང་པ་སྒང་བར་གླིང་དགུ་བཏང་ན་གླིང་དགུ་བཏང་བར་གཉིས་ཀའང་ཡོང་ཡ་ཡོད་མ་རེད། ང་རང་ཚོ་བཙན་བྱོལ་སྒྲིག་འཛུགས་ལ་གཏན་ལ་ཕེབས་པའི་སྲིད་བྱུས་གཅིག་མི་དང་གཉིས་ཡོད་མ་རེད། སྲིད་བྱུས་གཅིག་ཡིན་དུས་ཚན་པ་འདི་ལ་བརྒྱ་ཆའི་བརྒྱ་ཐམ་པས་འགྲོ་འོ་འདི་འགྲོ་མ་ཐུབ་ཙང་ད་ལྟ་བུད་དུ་ལྷག་རེད།

ད་ལྟ་བར་དུ་དོན་དག་མ་འགྲུབ་པ་དེ་ང་རང་ཚོ་ནང་ཚགས་ཀྱི་སྐད་ཆ་དེ་གི་ཐོག་ལ་ཐུག་པ་རེད་ཟེར་གྱི་ནི་འདི་ཤེས་གི་འདུག་རྩ་བ་གཉིས་ནི་ཁས་ལེན་བྱེད་གི་མེད་རྩ་བ་གཉིས་ནི། རྩ་བ་གཉིས་ནི་ཁས་ལེན་བྱེད་གི་མེད། རྒྱ་ནག་མི་དམངས་སྤྱི་མཐུན་རྒྱལ་ཁབ་ཀྱིས་ང་ཚོའི་གི་བོད་དོན་དུ་སེམས་འདུན་མེད་པ་ལས་ལས་སྡིག་པ་ཅིག་ལ་ངོས་འཛིན་བྱེད་གི་ཡོད་མ་གཏོགས། སུ་སུའི་བོད་པའི་ནང་ཚགས་ལ་བྱེད་སྟངས་འགྲིག་དང་མ་འགྲིག་གི་དེ་འདྲའི་ཐོག་ལ་རྩ་བ་གཉིས་ནི་ཁས་ལེན་གི་མེད།

འོ་ད་དཀོན་ནས་ལྷག་བསམ་རྣམ་དག་གི་ཐོག་ནས་ད་ལྟ་ཆ་དེ་དེ་ནི་མ་བྱེད་གཟིགས་ད། གོང་ས་མཆོག་གི་ཆ་དེ་དེ་མ། རྒྱ་ནག་གཞུང་གི་མ་འཇོན་པ་རྒྱ་ནག་གཞུང་གི་མ་ལྟ་བ་རྒྱ་ནག་གཞུང་གི་དོན་དག་མ་འགྲུབ་བ་བྱས་ནས་བཤད་འདུག་ང་རང་ང་འདྲ་བོ་ཡིན་ན་སྤྱི་ཚང་ཡིན་དང་ངོས་འཛིན་སྐྱིད་པོ་བྱེད་ཀྱི་ཡོད། མ་གཏོགས་བལ་གེ། དེ་མ་འགྲུབ་པ་དེ་སོ་སོའི་བོད་བལ་གེ་ཅིག་བྱས་ཤག་རེད་ལབ་ཀྱི་ད་ནོར་རུས་པ་དེ་ཚོ་སྐད་ཆ་དེ་རིགས་དེ་བཤད་ཀྱི་རེད་ད་ནོར་རུས་ཆོས་དེ་ཆོས་འདྲ་བོ་དེ་ཚོའི་རྩ་བ་ཉིད་ནས་ཁས་ལེན་གྱི་མེད་ཟེར་ཡིན་ད། རྒྱ་ནག་མི་མང་སྤྱི་དང་དགྲ་བོ་རྒྱ་ནག་མི་མང། སྤྱི་མཐུན་རྒྱལ་ཁབ་ཀྱི་བྱས་བཞག་རྒྱུ་དེ་འདྲ་རེད་ད། འོ་ཡ་སོ་སོ་གི་ཕ་ས་འཕྲོ། སོ་སོའི་གི་མི་རིགས་ཁྲི་ཕྲག་མང་པོ་མ་བསད། ཆོས་རིག་གཞུང་དགོན་པ་མི་རིགས། ཚོང་དམག་ཡོངས་རྫོགས་དུ་གྲྭ་བ་རྒྱ་དམག་གིས་བཟོས་ཤག་རེད་མ་གཏོགས་ཅིག་རྒྱ་བོ་གྲྭ་དམག་གིས་ཁས་ལེན་བྱས་ཡོད་མ་རེད་མ་གཏོགས། བོད་པའི་ནང་ཁྲོལ་ལ་བྱས་ཤག་ཆུ་དེ་འདྲ་གས་ཡ་མ་རེད་ད་ཟེར་ནས་ཞུ་ཡ་ཡིན་ད། འོ་ཡ་ང་ཚོའི་གི་ད་ལྟའི་ཆ་ལ་ཡ་དབུ་མི་ལང་གི་དེ་ཁས་མ་ལེན་གི་དེ་རྒྱ་བོ་རྒྱ་དམག་དེ་འདྲ་རེད་མ་གཏོགས་ཆུ་ཚོ་ནོར་རུས་དེ་ཚོས་སྐད་ཅིག་བཤད་སྟངས་ལ་བྱས་པ་ཡིན་ན།